བོད་དང་བོད་མིའི་མགྲིན་ཚབ་ཅེས་པའི་དཔེ་ཀློག་ལེ་ཚན་གྱི་བརྡ་འཕྲིན་ཚོགས་པའི་ནང་ལོ་ལོ་ཡར་གསར་དུ་ཞུགས་པའི་ཚོགས་མི་རྣམས་ཚོ་ལོ་ཡར་དམིགས་བསལ་གྱི་འཚམས་འདྲི་དང་སྦྲགས། གཤམ་ཡིན་ན་གུས་པས་མུ་མཐུད་ནས་ཁེ་སང་ལྗགས་ཀློག་ཞུ་མཚམས་དེ་ནས་མ་འཁྱུག་ཙམ་ལྗགས་ཀློག་ཞུ་རྒྱུ་ཡིན་ན་གཤམ་དུ་མུ་མཐུད་གསན་རོགས་ཞུ། ཁ་སང་གི་ལྗགས་ཀློག་ཞུ་མཚམས་དེ་ནི་ཤོག་གྲངས་བརྒྱ་དང་ཉི་ཤུ་རྩ་གསུམ་གྱི་སྒང་ནས་མ་བརྩིས་པའི་ཡིག་འཕྲིན་ལྔ་པ་དེ་ལས་ལས་བསྡད་ཡོད་གཤམ་ལ་མུ་མཐུད་གསན་རོགས། ངོས་རང་དྲག་འཐབ་ལ་ཡང་མཐའ་གཅིག་ཏུ་ངོ་རྒོལ་བྱེད་མཁན་ཞིག་ཡིན་པའི་ཆ་ནས། གལ་སྲིད་བོད་དོན་འཐབ་རྩོད་ཀྱི་ཐབས་ལམ་ལ་དྲག་ལས་སུ་འཇུག་རྒྱུ་དམ་པ་ཡིན་ན། དངོས་གནས་རང་དབང་འཐབ་རྩོད་ཀྱི་འགོ་ཁྲིད་བྱེད་མི་ཐུབ་ནི་བརྗོད་མི་དགོས། རང་ངོས་ནས་ཀྱང་དོན་དངོས་སུ་རང་ཅག་བོད་མིར་གལ་གནད་ཆེ་ཤོས་དེ་ནི་བོད་མི་རིགས་དང་དེའི་ཐུན་མོང་མ་ཡིན་པའི་སྐད་ཡིག་དང་རིག་གཞུང། ཆོས་ལུགས་བཅས་དང། སྲིད་པ་ཆགས་པ་ནས་འབྲེལ་བ་ཆགས་པའི་ཐུན་མོང་མ་ཡིན་པའི་བོད་མཐོ་སྒང་གི་སྣོད་ཀྱི་བཀོད་པ་སྲུང་སྐྱོབ་བྱ་རྒྱུ་དེ་ཡིན་པའི་ངེས་པ་གསལ་པོ་ཐོབ། མཐའ་དོན་དུའང། ཅི་སྟེ་བོད་ཀྱི་དཀའ་རྙོག་སེལ་དགོས་ན། མཐའ་མ་རྒྱ་ནག་དང་མཉམ་དུ་བསྡད་ནས་གྲོས་མོལ་བྱ་རྒྱུ་ལས་ཐབས་གཞན་མེད་ཅིང། དེ་འོང་བ་ལ། ལོ་རྒྱུས་ཐོག་ནས་བོད་རང་བཙན་ཡིན་པ་བདེན་པ་ཡིན་པ་དང། དེ་ལ་བོད་མི་མང་རྣམས་དགའ་ཞེན་གཏིང་ཟབ་ཡོད་པར་མ་ཟད། བོད་པ་ཚོར་དེས་རྩོད་ལེན་གྱི་ཐོབ་ཐང་ཡང་ཡོད་པ། ཉོན་དུ་མི་རུང། རང་ཕྱོགས་ནས་བོད་རང་བཙན་བསྐྱར་གསོ་བྱ་རྒྱུ་བརྩོད་ན། རྒྱ་ནག་ཕྱོགས་ནས་གྲོས་མོལ་འགོ་ཚུགས་ཀྱི་གཞི་ཡང་མི་མཐོང་བ་ཞིག་ཏུ་གྱུར་བའི་མངོན་ཚུལ་བྱུང། གང་ལྟར་ཡང་ང་ཚོས་དཀའ་ངལ་དེ་ཞི་བའི་གྲོས་མོལ་བརྒྱུད་ནས་སེལ་ཚེ། རྒྱ་ཕྱོགས་ཀྱི་འདོད་པ་ལ་ཡང་ང་ཚོའི་ངོས་ནས་བསམ་གཞིགས་གཟབ་ནན་བྱེད་དགོས་པ་གནད་འགག་ཆགས་ཡོད། དེ་ཡང་ཁོ་བོའི་ཞེན་མདོག་ལྟར་ན། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་གལ་གནད་ཆེ་ཤོས་ནི་བརྟན་ལྷིང་དང་ས་ཁོངས་གཅིག་གྱུར་དུ་གནས་རྒྱུ་དེ་ཡིན་ཞིང། ང་ཚོ་བོད་པའི་ངོས་ནས་གལ་གནད་ཆེ་ཤོས་ནི་རང་གི་ཐུན་མོང་མ་ཡིན་པའི་སྐད་ཡིག་དང་རིག་གཞུང་དང་མཉམ་དུ་མི་རིགས་ཁྱད་འཕར་བ་ཞིག་གི་ངོ་བོར་གསོན་གནས་དང་དར་རྒྱས་ཡོང་ཐུབ་པ་བྱ་རྒྱུ་དེ་རེད། གནས་ཚུལ་འདི་ས་བོན་བྱས་ཏེ་ཕྱིས་སུ་དབུ་མའི་ལམ་ཞེས་བོད་རང་བཙན་མི་རྩོད་པར། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་འོག་མིང་དོན་མཚུངས་པའི་རང་སྐྱོང་རྩོད་སྒྲུབ་ཀྱི་ཐབས་ལམ་དེ་བྱུང། དེར་བརྟེན་རྒྱ་ནག་གི་དབུ་ཁྲིད་ཏིང་ཞའོ་ཕིང་གིས་ང་ཚོར་ཚུར་གླེང་སློང་མ་བྱས་གོང་སྟེ། ཕྱི་ལོ་གཅིག་སྟོང་དགུ་བརྒྱ་དོན་བཞི་དོན་བཞི་ལོར་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གནད་ཡོད་མགོ་ཁྲིད་ཉུང་ཤས་ལ་ངོས་ཀྱི་བསམ་ཚུལ་དེ་རྣམས་བརྗོད་ཐོག། རང་བཙན་རྒྱ་མཚོའི་དམིགས་ཡུལ་སྔར་མུས་རྒྱུན་མཐུད་བྱེད་དང། ངོས་ནས་བཏོན་པའི་བསམ་ཚུལ་གསར་པ་ལྟར་བྱེད་ཀྱི་དགེ་སྐྱོན་གྲོས་བསྡུར་ལྷུག་པོ་བྱས་ཟིན་ཡོད། དེ་བཞིན་དུ་ལངས་ཕྱོགས་གསར་པ་དེ་བཙན་བྱོལ་བོད་མིའི་སྤྱི་ཚོགས་དང། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་བ་ཚོའི་ཁྲོད་དུ་ག་དུས་གསལ་བསྒྲགས་བྱས་ན་འཚམ་པ་ཡོད་མེད་ང་ཚོ་ནང་ཁུལ་གྲོས་བསྡུར་དང་བགྲོ་གླེང་ཡང་བྱས་པ་ཡིན། དེ་ལྟར་གྲོས་བསྡུར་སྦྱང་བཤད་རིམ་པར་བྱས་རྗེས་སུ། བཀའ་ཤག་གིས་གཙོས་པའི་བཙན་བྱོལ་བོད་མིའི་འཛིན་སྐྱོང་གི་གནད་ཡོད་རྣམས་ངོས་དང་བསམ་ཚུལ་གཅིག་མཐུན་བྱུང། དེར་བརྟེན་རྒྱ་ལོ་དོན་དྲུག་བརྒྱུད་ཏིང་ཞའོ་ཕིང་གིས་རང་བཙན་མ་གཏོགས་ག་རེ་ཡིན་ན་ཡང་གྲོས་བསྡུར་བྱས་ཆོག་ལུགས་ཀྱི་གྲོས་འཆར་འབྱོར་དུས། ངོས་ལ་ཡང་ཕྱོགས་གཉིས་ཀས་མོས་མཐུན་བྱེད་ཐུབ་པའི་སྒྲོམ་གཞི་ཞིག་གི་འོག་དོན་ཕན་ལྡན་པའི་གྲོས་མོལ་བྱེད་ཐུབ་ས་རེད་སྙམ་པའི་ངེས་པ་རྙེད་བྱུང། ཏིང་ཞའོ་ཕིང་གིས་མ་མཐར་ཡང་སྐུ་ཚབ་ཚོགས་པ་བོད་ལ་གཏོང་རྒྱུའི་ཐད་ཁ་གཏན་ཚིགས་ལ་གནས་པ་གནང་ཡོད། དེ་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་སྟོན་དགུའི་ཟླ་བ་བརྒྱད་པ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་བཅུ་བརྒྱད་ལྔའི་ཟླ་བ་དྲུག་པ་བར་ང་ཚོའི་བོད་ནང་གཟིགས་སྐོར་སྐུ་ཚབ་ཚོགས་པ་ཁག་བཞི་གཏོང་ཐུབ་པ་བྱུང། ངོ་མཚར་བ་ཞིག་ལ་ཡང་རྒྱ་གར་གཞུང་གིས་ཁོ་ཚོ་བོད་རང་སྐྱོང་ལྗོངས་ཟེར་བའི་ས་ཁུལ་ཙམ་མ་ཡིན་པར་བོད་ས་ཡོངས་ལ་ཡང་འགྲོ་ཆོག་པའི་མོས་མཐུན་བྱས། རྒྱ་ནག་གི་མགོ་རིགས་ཚོས་ང་ཚོའི་སྐུ་ཚབ་ཚོགས་པར་མཐོང་ན་ག་འདྲ་ཞིང་ཡོང་རེ་བྱེད་ལ་ངོ་ནས་མི་ཤེས་ལ། བོད་ནང་གི་བོད་མི་ཚོས་ང་ཚོའི་སྐུ་ཚབ་རྣམས་མཐོང་དུས་རྣམ་འགྱུར་གང་འདྲ་བསྟན་གྲབས་ཡོད་མེད་ཐད་ལ་ཡང་རྒྱ་ནག་གི་དབུ་ཁྲིད་ཚོས་གང་བསམ་མི་ཤེས། གང་ལྟར་ཡང་རྒྱ་མིའི་ས་ནས་ལས་བྱེད་པ་ཚོས་སྐུ་ཚབ་རྣམས་ལ་བོད་ནང་གི་བསམ་བློ་ཡར་ཐོན་པ་ཚོས་ལུས་ཐོག་རྡུང་རྡེག་བྱེད་པ་ཡང་ཟིན་ཐོག་གི་གོང་རིམ་དབང་འཛིན་པའི་ས་གནས་ཀྱི་མི་ལ་ང་ཚོའི་སྐུ་ཚབ་ཚོར་གུས་ཞབས་ཀྱི་རྣམ་འགྱུར་སྟོན་གལ་ཆེ་བའི་ལམ་སྟོན་ཡང་བྱས་འདུག། དངོས་གཞི་འཇུ་ཆེན་ཐུབ་བསྟན་རྣམ་རྒྱལ། སྐབས་དེར་ངོས་ཀྱི་བཀའ་ཤག་གི་བཀའ་བློན་གྲས་གྲས་ཤིག་རེད། ཁུག་རྟ་བཀའ་ཁྱབ། འཇུ་ཆེན་ཐུབ་བསྟན་རྣམ་རྒྱལ་གྱི་འགོ་ཁྲིད་པའི་སྐུ་ཚབ་ཚོགས་པ་དང་པོ་ངོས་ཀྱི་སྐྱིད་ཡུལ་ཨ་མདོར་འབྱོར་དུས། ས་གནས་མང་ཚོགས་སྟོང་ཕྲག་མང་པོ་དང། ལྷག་པར་དུ་ལོ་གཞོན་མང་པོས་དགའ་གུས་ཀྱི་སྒོ་ནས་འཚང་ཁ་འཐེབ་པ་བྱུང་འདུག། འདིས་རྒྱ་ཕྱོགས་ཀྱི་ལྟ་རྟོག་པར་བློ་དོགས་བསླངས་ཏེ། སྔོན་ཚུད་ནས་ལྷ་སའི་དབང་འཛིན་པ་ཚོར་ཉེན་བརྡ་བཏང། དེ་ལ་ལྷ་ས་ནས་ལན་འདེབས་འབྱོར་དོན། ཨ་མདོ་དང་ཁམས་ཀྱི་མི་རྣམས་གྲལ་རིམ་གྱི་འདུ་ཤེས་མེད་པའི་འབྲོག་པ་དཀྱུས་མ་རེད། དབུས་གཙང་གི་གྲོང་མི་ཚོར་མར་ཁེ་སི་རིང་ལུགས་ཀྱི་བསམ་བློའི་སྦྱོང་བརྡར་ཡག་པོ་ཐོབ་ཡོད་པས་ངོ་ཚ་དགོས་པའི་གནས་ཚུལ་དེ་རིགས་ཡོང་མི་སྲིད། ཅེས་བརྗོད་འདུག་ཀྱང། ལྷ་སར་མི་ཚོགས་ཤིན་ཏུ་མང་བས་དགའ་སེམས་ཆེན་པོའི་ཐོག་འཛོམས་ནས་སྐུ་ཚབ་ཚོར་དགའ་བསུ་ཞུས་སྟབས་རྒྱ་ཕྱོགས་ཀྱི་མཐོ་རིམ་ལས་བྱེད་པ་ཞིག་གིས། འདས་པའི་ལོ་ཉི་ཤུའི་རིང་འབད་བརྩོན་བྱས་པ་ཚང་མ་ཉིན་མ་གཅིག་ན་ཆུད་ཟོས་ཕྱིན་སོང། ཞེས་ཁ་ནས་ཤོར་བ་སྐུ་ཚབ་ཅིག་གིས་གོ་ཐོས་བྱུང་འདུག་དོན་དུ་སྐུ་ཚབ་ཚོགས་པ་གང་དུ་སོང་ཡང་མི་མང་གིས་མཐའ་འཁོར་ནས་ངུ་ངག་དང་བཅས་སོ་སོས་མྱངས་པའི་སྡུག་བསྔལ་གྱི་གནས་ཚུལ་བརྗོད་འདུག་སྐབས་དེ་དུས་ཀྱི་འདྲ་པར་མང་པོ་ཞིག་གིས་གསལ་པོ་མཚོན་པ་ལྟར། བོད་ན་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེ་རིམ། ཚབས་ཆེས་རིམ་བསྟུད་དུ་བཏང་བ་དང། རབ་བྱུང་ཕོ་མོའི་དགོན་སྡེ་མང་པོ་ཤུལ་ཙམ་ལས་མེད་པར་བཟོས་པས་མཚོན། བོད་ཀྱི་རིག་གཞུང་རྩ་གཏོར་གྱི་གནས་ཚུལ་ཚབས་ཆེན་བྱུང་འདུག་སྐུ་ཚབ་ཚོགས་ཆུང་དང་པོར། བོད་མི་དམངས་ཀྱི་དགའ་བསུའི་རྣམ་འགྱུར་ཤུགས་ཆེ་བསྟན་པ་དེ། རྒྱ་ནག་གི་འགོ་ཁྲིད་རྣམས་ཡ་མཚན་པོ་དང་ངོ་ཚ་པོ་བྱུང་བ་གསལ་པོ་ཡིན་རུང། སྐུ་ཚབ་ཚོགས་པ་གཉིས་པ་དང་གསུམ་པ། བཞི་པ་བཅས་འཆར་གཞི་ལྟར་འགྲོ་བཅུག་པ་ནི། ཏིང་ཞའོ་ཕིང་གི་ལོ་བརྒྱ་ཆེན་པོ་ལ་ཡར་བརྟེན་ནས་བྱུང་བར་ངོས་ནས་ངོས་འཛིན་བྱེད་ཀྱི་ཡོད། འོན་ཀྱང་བཀྲས་མཐོང་བསྟན་འཛིན་རྣམ་རྒྱལ། ཁུག་རྟ། སྐབས་དེར་ཨ་རིའི་སྐུ་ཚབ་དོན་གཅོད་བྱེད་མུས། གིས་འགོ་ཁྲིད་པའི་གཞོན་སྐྱེས་ཡི་འགོ་ཁྲིད་ཁག་ཅིག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་གཉིས་པ་དེ་མཐའ་མཇུག་དུས་ཚོད་སྔ་སྣུར་གྱིས་ཕྱིར་ལོག་བཏང། ཁུག་རྟ། སྐུ་ཚབ་ཚོགས་པ་གསུམ་པ་དེ་ངོས་ཀྱི་གཅུང་མོ་རྗེ་བཙུན་དཔལ་མས་འགོ་ཁྲིད་པ་དང་བཞི་པ་གཞུང་ཞབས་རྒན་གྲས་ཀུན་བདེ་གླིང་འོད་ཟེར་རྒྱལ་མཚན་གྱིས་འགོ་ཁྲིད་པ་རེད། ཁུག་རྟ་ཁ་རྒྱབ། བོད་ནང་གི་བོད་མི་ཚོའི་སྐུ་ཚབ་རྣམས་ལ་ཡང་རང་གི་སྡུག་བསྔལ་དང། སྡུག་བསྔལ་དབང་མེད་དུ་བརྗོད་ཤོར་བ་སྟེ། རྒྱ་ནག་གཞུང་གིས་གཅིག་བྱས་ན་རིག་གནས་གསར་བརྗེའི་སྐབས་བྱུང་བའི་ཚབས་ཆེའི་དཀའ་སྡུག་གི་གནས་ཚུལ་ཐད་ཀར་བརྗོད་པ་ཞིག་ལས། རྒྱ་ནག་གིས་བོད་བཙན་བཟུང་བྱས་པར་ངོ་རྒོལ་གྱི་སེམས་ཚོར་ཟབ་མོ་ཡིན་པའི་གོ་བ་བླངས་མེད་པ་ཡང་ཡིན་སྲིད། གཟིགས་སྐོར་དེ་དག་ལས་ངའི་ཚོར་གསལ་པོ་ཆགས་པ་ཞིག་ནི་འདི་ཡིན་ཏེ། བཙན་བྱོལ་ནང་ང་ཚོས་བོད་དོན་འཐབ་རྩོད་བྱེད་བཞིན་པ་དང། ངོས་ནས་ལས་འགུལ་དེ་འགོ་ཁྲིད་བྱེད་བཞིན་པར་བོད་ནང་གི་བོད་མི་ཚོས་རྒྱབ་སྐྱོར་ཧ་ཅང་ཆེན་པོ་ཡོད་པ་དེ་རེད། ང་ཚོས་སྐུ་ཚབ་ཚོགས་པའི་ལྟ་སྐོར་རྣམས་ལས་ཐོན་པའི་འཕྲལ་གྱི་གྲུབ་འབྲས་ཤིག་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུའི་ཟླ་བ་ལྔ་པའི་ནང་རྒྱ་ནག་དམར་ཕྱོགས་དྲུང་ཆེ་གསར་པ་ཧུའུ་ཡའོ་པང་དང། སྲིད་བློན་གཞོན་པ་ཝན་ལིས་གཙོས་པའི་གཟིགས་སྐོར་རྟོག་ཞིབ་ཚོགས་པ་ལྷ་སར་བསྐྱོད་པ་དེ་རེད། ཁོང་གཉིས་ཀྱིས་བོད་ནང་གི་གནས་སྟངས་མཐོང་ཆེས་ཧ་ལས་ཏེ། ས་གནས་མགོ་ཁྲིད་ལ་ཁ་བརྡུང་དྲག་པོ་བཏང་བ་མ་ཟད། ཧུའུ་ཡའོ་པང་གིས་ཡོངས་བསྒྲགས་ཐོག་བརྗོད་གསལ། ང་ཚོའི་བསམ་པར་ང་ཚོའི་ཏང་གིས་བོད་མི་དམངས་ཕུང་དུ་བཅུག་འདུག་པས། དེ་ལ་ང་ཚོར་བློ་ཕམ་ཆེན་པོ་བྱུང། ང་ཚོ་གུང་ཁྲན་ཏང་གི་དམིགས་ཡུལ་ཉག་གཅིག་ནི་མི་དམངས་ཀྱི་བདེ་སྐྱིད་ཀྱི་ཆེད་དུ་ལས་ཀ་བྱས་ནས་ཁོང་ཚོའི་དོན་དུ་བྱ་བ་བཟང་པོ་བསྒྲུབ་རྒྱུ་དེ་རེད། ང་ཚོས་ལས་ཀ་བྱས་ནས་ལོ་སུམ་ཅུར་ཉེ་བ་སོང་ཡང། བོད་རིགས་མི་དམངས་ཀྱི་འཚོ་བར་ཡར་རྒྱས་མངོན་གསལ་བྱུང་མི་འདུག་དེའི་ངན་ཁར་ང་ཚོ་ཡོད་པ་མ་རེད་དམ། ཞེས་གསུངས། ཧུའུ་ཡའོ་པང་གིས་བོད་ནང་གི་གནས་སྟངས་དེ་མི་སེར་སྤེལ་བའི་རིང་ལུགས་དང་མཚུངས་བསྡུར་ཡང་གནང་བར་གྲགས་ཤིང། ཁོང་གིས་བོད་སྐོར་དོན་ཚན་དྲུག་གསལ་བསྒྲགས་བྱས་པའི་ཁོངས་སུ། བོད་མི་ཚོར་མི་རིགས་ས་གནས་རང་སྐྱོང་ལག་བསྟར་མཐར་ཕྱིན་པ་བྱ་རྒྱུའི་ཐོབ་ཐང་ཡོད་པ་དང། སྤྱི་ཚོགས་རིང་ལུགས་ཀྱི་ཁྲིད་སྟོན་འོག་བོད་ནང་རིག་གནས་དང་སྐད་ཡིག་སློབ་གསོ་བཅས་གོང་འཕེལ་གཏོང་དགོས་པ། དེ་བཞིན་རྒྱ་རིགས་ལས་བྱེད་པའི་གྲངས་འབོར་ཁུ་ཐུ་དང་ཆབས་ཅིག་བོད་རིགས་ལས་བྱེད་པའི་གྲངས་འབོར་སྤར་དགོས་པ་འཁོད་ཡོད། སྔར་བས་གུ་ཡངས་ཆེ་བའི་སྲིད་བྱུས་གསར་པ་དེ་ལ་ཡང་བརྟེན་ནས་མི་སྒེར་གྱི་ཆོས་དད་ཉམས་ལེན་ལ་བཟོ་དང། དགོན་སྡེ་ཁག་བསྐྱར་སྐྲུན་དང་བསྐྱར་དུ་སྒོ་ཕྱེ། དགོན་སྡེར་གྲྭ་གཞོན་གསར་པ་བསྡུ་བཅུག་ཆོག་པ། དེ་བཞིན་བོད་ཀྱི་དཔེ་ཆ་རྙིང་པ་རྣམས་དེང་རབས་ཀྱི་དཔེ་དེབ་རྣམ་པའི་ཐོག་བསྐྱར་དུ་དཔར་སྐྲུན་བྱེད་ཆོག་པ་བཅས་བྱུང་ཡོད། ཏིང་ཞའོ་ཕིང་གིས་རྒྱལ་ལོ་དོན་གྲུབ་ལ་ཁས་ལེན་བྱས་པ་ལྟར་རྒྱ་ནག་དམར་ཕྱོགས་ཚོགས་པའི་ལག་བསྟར་གྱི་བྱེད་སྒོས་བུད་མེད་གཞིས་སུ་འགྲོ་ཆོག་པ་དང། གཞིས་ཀྱི་བུད་མེད་བྱེས་ཀྱི་ཡུལ་ཁག་སྤྱི་དང་ཁྱད་པར་རྒྱ་གར་དུ་གཉེན་འཕྲད་ལ་ཡང་ཡོང་ཆོག་པ་བཟོས། ལོ་རབས་གྱ་བཅུ་པའི་འགོ་སྟོད་དུ་བོད་ནས་རྒྱ་གར་དུ་ཐོག་མར་ཡོང་མཁན་གྲས་སུ་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་བསླབ་པ་ཁྲིད་གྲས་སློབ་དཔོན་ལ་ཞུ་བ་ཞིག་ཀྱང་ཡོད། རྣམ་རྒྱལ་གྲྭ་ཚང་ནི་རྩེ་པོ་ཏཱ་ལར་ཡོད་ཅིང་དེའི་དགེ་འདུན་པ་ཚོས་རྒྱལ་དབང་ཀུན་ཕྲན་རིམ་བྱོན་ལ་རྒྱུན་གཏན་ཆོས་ཕྱོགས་ཞུ་སྒོ་དང་གཞུང་འབྲེལ་མཛད་སྒོ་ཁག་གི་སྐབས་ཞབས་ཞུ་ཇི་དགོས་ཞུ་གི་ཡོད། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ངོས་ལྷ་ས་ནས་ཐོན་རྗེས། སློབ་དཔོན་ལགས་རྒྱ་ནག་གི་བཙོན་ཁང་ནང་ལོ་བཅོ་བརྒྱད་བཞུགས་དགོས་བྱུང་འདུག་སློབ་དཔོན་ལགས་བཙན་བྱོལ་དུ་འབྱོར་རྗེས་ཁོ་རང་གི་དགོན་པ་རྣམ་རྒྱལ་གྲྭ་ཚང་དེང་རྒྱ་གར་དུ་བསྐྱར་འཛུགས་བྱས་པའི་སྒྲིག་ཁོངས་སུ་བསྐྱར་ཞུགས་གནང། ཁོང་སྐུ་གཟུགས་རིང་ལི་ཧ་ཅུང་ཟད་གུ་གུ་ཡིན་པས་གྲྭ་མང་དཀྱིལ་ནས་ངོ་ཐག་ཆོད་བདེ་པོ་ཡོད། ངོས་རང་སློབ་དཔོན་ལ་བོས་ནས་ངོ་ཤེས་ཤིང་སེམས་ཐག་ཀྱང་ཉེ་པོ་ཡོད་སྟབས་ཐེངས་མང་པོ་ཐུག་པ་ཡིན། ཐེངས་གཅིག་ང་གཉིས་མཉམ་དུ་བྱ་འཐུང་སྐབས་ཤིག་ལ་ཡ། ཁོང་བཙོན་ཁང་ན་ཡོད་དུས་གནས་སྐབས་ཁ་ཤས་ཤིག་ལ་ཉེན་ཁ་ཆེན་པོ་བྱུང་ཟེར། ཉེན་ཁ་ཟེར་དུས་སྲོག་གི་ཉེན་ཁ་རེད། དྲན་ནས། ཉེན་ཁ་ག་རེ་བྱུང། ཞེས་དྲིས་པར། རྒྱ་མི་ཚོར་སྙིང་རྗེ་ཉམས་རྒྱུའི་ཉེན་ཁ་ཆུང། ཞེས་བརྗོད་བྱུང་བས། ངོས་ནས་ཁོང་ལ་ཡང་གུས་འདུད་ཞུས་པ་ཡིན། རང་ཐོག་ཏུ་སྡུག་སྦྱོང་མནར་གཅོད་ཆེན་པོ་དེ་ཙམ་གཏོང་མཁན་གྱི་རྒྱ་མིར་ཡང། སྙིང་རྗེའི་བློ་ཟུར་ཙམ་ཡང་མི་ཉམས་པའི་ཐབས་ཅི་དྲག་བྱེད་མཁན་བོད་མི་གཞན་དང། ལྷག་པར་གྲྭ་བཙུན་གྱི་ཁོངས་ནས་གུང་གསེང་དང་འདྲ་མཚུངས་ཀྱི་ལོ་རྒྱུས་མང་པོ་ཕྱིས་སུ་གོ་ཐོས་བྱུང། ངོས་ནས་དེ་སྔོན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་དགུའི་ལོར་ཏེང་ཞའོ་ཕིང་གིས་ཁོ་བོའི་གཅེན་པོར་གསུངས་པའི་དོན་རྩ་གཞིར་བཟུང་སྟེ། རྒྱ་ནག་དང་ཐད་ཀར་འབྲེལ་མོལ་ཡོང་ཐབས་སུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ཟླ་བ་གསུམ་པར་ཏེང་ཞའོ་ཕིང་ལ་ཡི་གེ་ཞིག་ཕུལ་བ་ཡིན། ཡི་གེ་དེའི་ནང་ཧུའུ་ཡའོ་པང་ལྷ་སར་ཕེབས་ནས་སྔོན་ཆད་ཀྱི་ནོར་འཁྲུལ་ལ་ཡང་སྦས་གསང་མེད་པར་ངོས་ལེན་ཐོག། ནོར་བཅོས་ཀྱིས་འབད་རྩོལ་གནང་བར་ཡི་རངས་བསྔགས་བརྗོད་དང། དེ་བཞིན། ཏིང་ཉིད་ནས་ངོས་ཀྱི་གཅེན་པོ་བརྒྱུད་འཕྲིན་ལས་གནང་ཚུན་དུ། ཕན་ཚུན་འབྲེལ་བ་བྱེད་དགོས་གསུངས་པ་དང། དེ་བཞིན་དུ་བོད་ནང་གཟིགས་སྐོར་སྐུ་ཚབ་མངགས་གཏོང་བྱེད་ཆོག་པ་བྱུང་བར་ཐུགས་རྗེ་ཆེ་ཞུས་པ་ཡིན། ཡི་གེའི་ནང། བོད་རྒྱ་ཆེའི་མི་མང་ནང་མི་རིགས་ཀྱི་ཁྱད་ཆོས་ལྡན་ལ་བདེ་སྐྱིད་ཁ་ཡོད་ལག་ཡོད་ཅིག་ཡོད་ན་རྙོག་གླིང་བསམ་འཆར་ཡོང་དུས་གང་ཡང་མེད་ཀྱང། དངོས་ཡོད་གནས་ཚུལ་གོང་སྨོས་ལྟར་བོད་མི་བརྒྱ་ཆ་དགུ་བཅུ་ཡན་ལུས་སེམས་གཉིས་ངལ་གྱི་གནས་སྟངས་འོག་བློ་ཕམ་ཤིན་ཏུ་ཆེན་པོའི་ངང་གནས་འདུག་དཀའ་ངལ་འདི་དག་རང་བྱུང་གནོད་འཚེ་བྱུང་བ་མ་ཡིན་པར་མི་ཡི་བྱེད་སྤྱོད་ལས་བྱུང་བ་ཡིན་སྟབས་ད་ཆ་དངོས་ཡོད་གནས་ཚུལ་དང་མཐུན་ཞིང་རྒྱུ་མཚན་ལྡན་པའི་ཐབས་ལམ་ལ་ཡང་བརྟེན་ནས་དཀའ་ངལ་སེལ་ཐབས་བྱེད་དགོས་པས། བོད་རྒྱ་དབར་དང། བོད་ཕྱི་ནང་དབར་མཛའ་འབྲེལ་ཇེ་ཆེར་བཏང་ཐོག་འདྲ་མཉམ་དྲང་བདེན་གཞི་རྩར་བཟུང། ཕན་ཚུན་གོ་རྟོགས་གསལ་པོ་ཡོང་བ་བྱས་ཏེ། མ་འོངས་པར་བོད་རྒྱ་མཛའ་མཐུན་དམ་ཟབ་ཡོང་བ་དང་བོད་མི་དམངས་ལ་ཡང་བདེ་སྐྱིད་ཁ་ཡོད་ལག་ཡོད་ཅིག་ཡོང་བའི་དོན་དུ་ཕན་ཚུན་གཉིས་ཕྱོགས་ནས་བཟོད་བསྲན་ཁོག་ཡངས་དང་འབྲེལ། བློ་གྲོས་གཏིང་ཟབ་ཀྱི་སྒོ་ནས་འབད་བརྩོན། རྫ་དྲག་གི་ཕྱེད་གོས་པའི་དུས་ལ་བབ་པ་ལྟ་བུ་མཐོང་གི་འདུག། ཅེས་བྲིས་ཡོད། རྒྱ་ནག་ཕྱོགས་ནས་ལམ་སེང་བརྡ་ལན་འབྱོར་བྱུང་བ་སྟེ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་བཅུ་གྱ་གཅིག་ཟླ་བ་བདུན་པའི་ནང། རྒྱལ་ལོ་ཐུན་ཏུའུ་དང་ཧུའུ་ཡའོ་པང་གཉིས་སྒེར་གྱི་ཐུག་འཕྲད་བརྒྱུད་ཧུའུ་ཡའོ་པང་གིས། རྒྱ་ཕྱོགས་ཀྱི་ལྟ་སྟངས་ཐོག་ནས་འབྲེལ་ལམ་སླར་གསོའི་གཞི་རྩར་དོན་ཚན་ལྔ་བཏོན་འདུག། དེས་ན་གནད་དོན་གཙོ་བོ་བོད་མིས་ས་ཡ་དྲུག་གི་བདེ་དོན་སྐོར་ཚིག་གཅིག་ཀྱང་གླེང་སློང་མེད་པར། དགུ་བཅུ། ཆ་ཚང་དངོས་སྒེར་གྱི་གནས་བབ་དང་བོད་དུ་ཕྱིར་ལོག་བྱེད་ཕྱོགས་སྐོར་རེད་འདུག་པས་བློ་ཕམ་བྱུང། དོན་དམ་དུ། ཧུའུ་ཡའོ་པང་གིས་གྲོས་འདོན་བྱས་པའི་ནང། ང་ཚོར་དོན་སྙིང་ལྡན་པ་གང་ཡང་འཁོད་མི་འདུག་པས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་ཏིང་ཞའོ་ཕིང་གིས་ངོས་ཀྱི་གཅེན་པོར་རང་བཙན་ལས་གཞན་ག་རེ་ཡིན་ན་ཡང་གྲོས་མོལ་བྱས་ཆོག་ཟེར་བ་དེ་གྲོས་འཆར་ཐོན་རྫས་ལྔ་ཅན་འདི་ལྟར་ན་དོན་ལ་གནས་པ་ཞིག་ཏུ་མ་མཐོང། གང་ལྟར་གཞུང་འདི་དང་གཞུང་འདི་མ་ཡིན་པའི་འབྲེལ་ལམ་ལ་ཡང་བརྟེན་ནས་རྒྱ་ནག་དང་ཐད་ཀར་གྲོས་མོལ་བྱས་རྗེས་དང། རྒྱ་ནག་ཕྱི་ཕྱོགས་སུ་སྒོ་མོ་ཕྱེ་བ་དང་བོད་ལ་ཡང་ཚད་ངེས་ཅན་ཐོག་ནས་སྒོ་མོ་ཕྱེ་བར་བརྟེན། བོད་ཀྱི་བདེན་དོན་འཐབ་རྩོད་ཀྱི་གནས་སྟངས་དེ་སྔོན་དང་བསྡུར་ན། སྣེ་མང་རྙོག་འཛིང་ཆེ་བའི་རིམ་པ་ཞིག་ཏུ་སླེབས་ཡོད་པ་གསལ་པོ་ཆགས། དེ་སྔོན་ང་ཚོས་ལས་གནས་གཙོ་བོ་ནི་བོད་ནང་ཁྲིམས་འགལ་སྡུག་སྦྱོང་དང་གཏོར་སྐྱོན་ཇི་བྱས་ཐད་གཞན་གྱིས་དོ་སྣང་ཡོང་ཐབས་ཐོག། རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ཞུ་ཚུལ་ཆ་རྒྱུས་དེ་རེད། ད་ལྟ་ང་ཚོའི་ངོས་ནས་ཕན་ཚུན་གཉིས་མོས་ཀྱི་གྲོས་མཐུན་ཡོང་ཐབས་སུ་དོན་སྙིང་ལྡན་པའི་གྲོས་འཆར་འདོན་དགོས་ཆགས་ཡོད། དེར་བརྟེན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོའི་གསུམ་བཅུའི་དུས་དྲན་གྱི་གཞུང་འབྲིང་གཏམ་གླེང་ནང། ངོས་ནས། འདས་པའི་ལོ་རྒྱུས་དེ་འདས་ཟིན་པས། དེས་ན། སྐབས་བབ་མ་འོངས་པར་རྒྱ་བོད་གཉིས་མཛའ་གཅུགས་དམ་ལ་བཟང་པོ་ཞིག་གི་ངང་ནས་དོན་དམ་པའི་བདེ་སྐྱིད་ཁ་ཡོད་ལག་ཡོད་ཅིག་དགོས་པར། ཕན་ཚུན་གཉིས་ཕྱོགས་ནས་བཟོད་བསྲན་ཁོག་ཡངས་དང་འབྲེལ་འབད་བརྩོན་བྱེད་གལ་ཆེ་བ་ཡིན་ཞེས་བརྗོད་ཡོད། སེང་གེ་འགའི་སེང་འབྲོག་གླིང་རྒྱལ་ཐ་རིང་གི་དཔེ་ཀློག་བྱ་ཀློག་ཞུ་རྩོམ་འདི་དག་རང་ལ་ཡག་ཤག་ཤག་ཡིན་ང་རང་ནང་པོ་སོགས་སྡེ་ཚན་རྗེས་མའི་ནང་དུ་བསྐྱར་དུ་མཆན་ཡོང་ལན་བསྐྱལ།